ད་ལྟའི་ཤུལ་མེད་དབེན་ན good news ག་འདྲས་ཆགས་ཡོད་རེད། ངེད་ཀྱི་རྣམ་པ་ཚོ་ལ་ཡང་སྔ་ཕྱི་བར་གྱི་ཨ་ནི་ངེད་ཀྱི video བརྙན་ཐུང་གི་ནང་ལ་ག་དུས་ཡིན་ན་ཞུ་གི་ཡོད་རོགས social media སྐོར་ལ་བརྙན་མ་ངེད video མང་པོ་བཟོས་ཡོད། དེའི་ནང་ལ་ག་རེ་ཞུ་གི་ཡོད་ཟེར་ལབ་པ་ཡིན་ན། social media དེ་བེད་སྤྱོད་བཏང་བཏང་ཤེས་མ་བྱེད་བཏང་བཏང་ག་འདྲས་བཏང་པ་རེད།

ད་དེ་ནས་ནི། ཁ་ཚང་སྦེལ་ཇི་ཡམ་གྱི་དེའི་བུ་མོ་དེའི་སྐོར་ལ། ཡང་བྷིད་རོ་མང་པོ་ཞིག་བཏོན་ཏེ་བཤད་ཁ་ཚང་ནས། ད་ལྟ་ཐག་གཅོད་རྒྱུར་ད། ད་ལྟའི་འགྲོ་དེ་བོར་ད་དེའི་ཚ་རེས་ད་ཁོང་ཚོས་གི་པེ་མ་སི་གི་ཨེག་སེབ་ཡག་པོ་བྱེད Compassion གང་ལ་བྱེད་སེ། དེ་འདྲའི་བྷིད་རོ་དེ་འགྲོ་དེའི་བོར་ད་ང་ཚོ་གི Social Media ལ་དེ་ཟབ་ཟབ་བྱེད་གལ་ཆུང་བེར་གང་ཅུང་མ་ཅུང། སྤྱི་ཚོགས་ན་ཆོམ་བདེ་བ་ཡིན་ན་ཡག་པོ་ཡོད་མ་ང་རང་ཚོ་མི་མང་མགོ་གོ་ཐེག་གི་ཡོད་རོ། དེས་ཀྱི་ཉེ་ལ་གོར་ག་བཏུལ་ནས་དཔྱད་པ་བྱས། སོ་སོ་སེམས་པའི་ནང་ལ་གོ་བ་ག་འདྲེ་གཉིས་གླེང་དགོས་ཡོད་མེད་དང་པོ་དེ་དངོས་ཡོད་ཡིན་མེད་ཀྱི་ག་འདྲེ་གཞི་བཅས་དགོས་ཡོད་མེད་ངེད་ཀྱི་རྣམ་པ་ཚོ་ཞུས། ད། སྐྱོན་བརྗོད་སྟོན་དང་མ་སྟོན་གཉིས་ཀྱི་ད་སྟོན་དགོས་ས་ལ་ཆེས་མ་གོ་ས་ལྷག་ལ་ཡ་འདིར་ད། ད་ཁ་ཚང་ངེད་སྡེ་ནང་ལ། ད་ཡིན་དེང་སང་འདི་འདྲས་འགྲོ་བསྡད་འདུག་ང་ཚོ་བོད་པས་ཀྱི། བོད་པས་ཀྱི་བོད་པ་ལ་ཡར་རྒྱས་འགྲོ་བཅུག་གི་མ་རེད་རྐང་པ་འཐེན་གི་རེད་འདི་ང་ཚོ་བོད་པས་ཀྱི་སྤྱི་ཚོགས་ནང་ལ་མང་པོ་བྱས་པ་རེད། ད་ད་ལྟ་བུ་ཆུང་ཁ་བརྡ་ལ་སྙིང་རྗེ། ངོ་ནས་དཀའ་ལས་རྒྱག་གི་འདུག་སྤྱི་བའི་དོན་དག་ལས་ཀ་བྱེད་འདུག་ང་ཚོ་སྤྱི་བའི་དོན་དག་ལས་ཀ་བྱེད་ཡ་འདི་དྲ་རྒྱ་གི་དྲ་མ་རྒྱ་ཡར་བ། ཁོ་རང་གི་ལས་ཀ་དཔེ་ཡག་པོ་བྱེད་འདུག་བུ་ཆུང་ཁ་བརྡ་ཟིན་འདི། ད་འདི་ཁོ་དཔེ་ཤ་ཟེར་གི་འདུག་ཅེས་བྱས་ད་མ་མ་བིན་རེད་ཟེར་ཅེས་བྱས་ཤེས་འདི་འོར་ད་དཔེ་ཤ་ཁྱེད་རང་ཚོ་གི་སྤྲད་གི་ཡོད་མ་རེད་བ། རེད་བ། འདི YouTube ཟོས་སྐྱོ་ནི་འདི་དཀའ་ལས་རྒྱ་ནི་ར་གོ་ར་སྤྱི་བཏང་གི་དཀའ་ལས་རྒྱ་བ་འདི་གི་ལ་འོར་དེ་འདྲི་ད་གལ་ཡོད་མ་རེད་ད་དྲང་པོ་བཤད་ན། དུས་ཚོད་ག་ཚད་བཏང་གི་ཡོད་རེད་ད Editing ལ་རེད་བ། ད་འདི་འདྲི་བྱེད་གོར་ང་ཚོ་བོད་པས་བོད་པ་ལ་འདི་འདྲི་བྱེད་གི་ཡོད་རེད་ད་ད་འདི་བརྙན་ཐུང་འདི་འདྲི་འགྲོ་འདི་འདུག་བ་ད་ད། བཀྲམ་འདི་ཞེས་ག་བ་ག་ས་ལ་འགྲོ་འདི་ཞེས་དཔེ་ཐབས་སྐྱོ་གི་རེད་བ་ད། འདི་གས་ཀྱིས་ང་རང་ཚོ་གི་ཀླད་པ་འདི་གས་ཀྱིས་མ་ཏོ་མེད་བ་ཡིན་ན་ང་ཚོ་སྤྱི་ཚོགས་དེ་ད་ད་ལྟ་ག་བ་ལས་སླེ་ཡོད་ད། Nineteen Century དེ་བ་ལས་སླེ་ཡོད་རྒྱུ་གི་གནས་སྟངས་རེད་དོ། ད་ད་ལྟ་ང་ཚོའི་སྤྱི་ཚོགས་གི་ནང་ལ། ཕྲག་དོག་ཞེ་སྡང་ང་རྒྱལ་དཔེ་ཤུགས་ཆེན་པོ་རེད། ང་ཚོ Community ཁོ་རང་ནང་ལ་ཡང། ཨ་ནི། དུས་དྲན་གསུང་འཕྲིན་ཆིག་ཡོད་ན། དེང་སང་མི་རེ་དཀའ་ཐུག་གི་མ་རེད་ཁྱེད་རང་ཚོ། ཉིན་མ་རྟག་པར་ཞིག facebook ན་ད་ལྟ་ད་ལྟ་དོན་ཡོང་གི་རེད་འདི་ནས་དོན་ཡོང་གི་རེད་ཕ་ནས་དོན་ཡོང་གི་རེད། གར་ཕྱིན་ནས youtube འདི་འདྲ་འདི་བྱས་བར་ང་ལ་ཐེངས་མ་ཁ་ཤས་ཅིག་རྒྱབ་ལོག་ནས་ལ་ཉོན་ད། བིརོ་མ་རྒྱབ་ལ། ཁྱབ་བསྒྲགས་མ་བཀྲམ་ལ་བར་ང་ཚོའི་སྤྱི་ཚོགས་ཀྱི་འདི་གནས་སྟངས་འདི་ཧ་མ་གོ་བ་བྱེད་བཅུག་གི་བར་ད། འདི་ཚོ་ང་དུས་ཚོད་སླད་སོང་ན་ངས་མིང་ཐེར་འདོན་བྱེད་ཀྱིན་གདའ་ང་རང་ཚོའི་སྤྱི་ཚོགས་ཀྱི་ནང་ལ་ང་ཚོ Community གྱི་ནང་ལ་ཡོར་དེ་འདྲའི་ཁ་ཤས་ཆེ་ང་ལ་ཉམས་མྱོང་ས་ཀྱོག་ངས་ཤེས་ཡོར་དང། ཕྲག་དོག་ཞེ་སྡང་ངར་སྐད་དཔེ་མང་པོ་འདུག་བི་རོ་རྒྱབ་ཆོག་གུ་མ་རེད་ལའེ་དྲོ་གུ་དེ་འདྲས་འདི་ཚོ་དུས་ཚོད་སླད་སོང་ན་ངས་སྟོན་གྱིན་རོགས་རེད་རེད་ད་ལྟ་དུས་ཚོད་ཏག་ཏག་ཞིག་ཁྱད་ཀྱི་མི་འདུག་ང་རང་ཚོའི་སྤྱི་ཚོགས་ནང་དངོས་གནས་ཁོ་ར་ད་ཕྱི། ཕྱི་ལོགས་ལ་ག་ཚད་བཀྲམ་ཐུབ་ན་དེ་ག་ཟིག་གིས་ཁེ་ཕན་ཡོད་རོ། དེ་བཀྲམ་མེད་ལ་ད་ཁོང་ཚོས་གི་སེམས་གི་ནང་ལ་གར་ལེ་གོར་ཡུ་ཀྲུ་པར་རེ་ཤ་པེ་ཤ་ཟེར་འུ་འདུག་ལ་ནི་ད་ད་ཕྱི་ལོགས་ང་ཚོ་རྒྱལ་སྤྱི་གི་དོན་དག་འཛམ་བུ་གླིང་བཀྲམ་གི་ཡོད་པ་དེ་ཧ་གོ་གི་ཡོད་མ་རེད་ད། དེ་འདྲའི་དཔེ་དཔེ་བློ་ཕམ་རོ། བུ་ཆུང་ཁ་ད་འདྲ་བོ་ཅི་ནུ་དཀའ་ལས་ཞུ་རྒྱག་གི་འདུག་ག་ས་ག་ལ་འགྲོ་གི་འདུག་ཁོ་སྙིང་རྗེ། ད་དེ་འདྲའི་སྡུག་ཅག་དེ་འདྲ་བྲིས་ཡོད་རེད་ད། བློ་ཕམ་མ་རེད། ང་ཚོ་སྤྲད་དགོ་ས་དེ་སྤྲད་མ་ཐུབ་སྤྲད་མ་དགོ་ས་དེ་པད་ཁོ་ར་པད་ཁོ་ར་འདི་བྱས་ནས། དངོས་གནས་འོ་དེ་འདྲི་ཅིག་ཞུ་ཡ་ཡིན་ད་རེས་འདི་ལ་ང་ཏེས་ཅིག་བློ་ཕམ་འདུག་ག་རེ་ཡིན་ཟེར་ན་ང་རང་ཚོའི་སྤྱི་ཚོགས་ང་རང་ཚོ་རང་གིས་རྐང་པ་འཐེན་གི་འདུག་ད་ད་ལྟ་རྒྱ་བོ་རིན་པོ་ཆེ་གིས་ད་ལྟའི་གི་གནས་སྟངས་འདི་ལ་ཡང་ང་རང་ཚོ་འཛམ་བུ་གླིང་གི་ནང་ད་ཁེབ་གྲགས་འགྲོ་ན། དུས་ཚོད་ཡག་ཤོས་ཅིག་རེད་འཛམ་བུ་གླིང་གི་ནང་ཅང། ད་དེ་འདྲ་བྱེད་གི་བར་ད་མི་ཁེབ་གྲགས་བཀྲམ་ཉེ་དུ་དཔེ་ཤག་བཟོ་གི་འདུག་ལ་ནི་ཁེ་ཕན་ལྟ་གི་འདུག་ལ་ནི། དཔེ་ཐབས་སྐྱོ་བོ་མ་རེད།